ལོ་བརྒྱད་ཅུ་སྟོང་པ་ཡི་ལེའུ་བཞི་པ། ད་ལྟ་ང་ཚོ་ཡ་ཧོ་ཝཱ་དཀོན་མཆོག་དཱ་བིད་དམ་ནམ་དུ་བཞུགས་ཡོད་པ་དང་རྒྱལ་པོ་ས་ཨུལ་གྱིས་དཱ་བིད་ལ་ཕྲག་དོག་བྱས་པའི་ལོ་རྒྱུས་དེ་ལྟ་གི་ཡིན། ས་ཨུལ་གྱིས་དཱ་བིད་ལ་ལས་ཀ་གང་ཞིག་བསྐོས་པ་དེ་ཚང་མ་ཁོང་གིས་ཡག་པོ་བྱས་ནས་བྱས་ཡོད། བྱས་ཙང་ཁོང་དམག་མི་ཡི་དཔོན་པོ་ཞིག་བསྐོས་པ་རེད། དཱ་བིད་དམག་མི་ཡི་དཔོན་པོ་ལ་བསྐོས་པ་དེ་ནི་དམག་མི་དང་ལས་བྱེད་པ་ཚང་མ་ཡིས་ཁོང་ལ་དགའ་པོ་བྱས་པ་རེད། དཱ་བིད་ཀྱིས་གི་ལ་ཡཱད་བསད་པའི་རྗེས་སུ་ཨིས་ར་ཨེལ་གྱི་དམག་མི་རྣམས་སོ་སོའི་ནང་དུ་ལོག་འགྲོ་བ་དང། བུད་མེད་རྣམས་ཕྱི་ལ་འཐེན་ནས་དགའ་སྤྲོ་བྱས་ནས་སྦྲུམ་ནད་དང་རྔ་བརྡུངས་ནས་ཞེ་ཁྲེལ་བ་རེད། བུད་མེད་རྣམས་ཀྱིས་ས་ཨུལ་ཡི་སྨད་སྟོང་ཕྲག་བསད་པ་རེད་འོད་ཀྱང་དཱ་བིད་ཀྱི་སྨད་སྟོང་ཕྲག་བཅུ་བསད་པ་རེད་ཞེས་པའི་ཞལ་བཏང་བ་རེད། བུད་མེད་རྣམས་ཀྱིས་གཞས་བཏང་བ་དེ་སའོ་ཡིས་ཐོས་པ་དང་དེ་ནས་ཁོ་ཟླ་བས་ལ་ཁོང་ཁྲོ་ཆེན་པོ་ལངས་ནས་བསམས་པ། མི་མང་རྣམས་ཀྱིས་རྗེས་སུ་ཟླ་བས་རྒྱལ་པོ་ལ་བསྐོས་ས་རེད་ཞེས་བསམས་པ་རེད། ཉིན་མོ་དེ་ནས་བཟུང་སའོ་ཀྱིས་ཟླ་བས་ལ་དོགས་ཟས་དང་ཕྲག་དོག་བྱས་ཡོད་པ་རེད། གང་ལ་ཟེར་ན་ཡ་ཧོ་ཝཱ་དཀོན་མཆོག་གིས་སའོ་གཡུགས་ནས་ཟླ་བས་དམ་གནམ་དུ་ཞུ་ཡི། བྱས་ཙང་སའོ་ཀྱིས་ཟླ་བས་ལ་ཞེད་སྣང་ཆེན་པོ་བྱས་ཡོད། ས་འོག་གི་ཟླ་བའི་དམག་མི་སྟོང་ཕྲག་གཅིག་གིས་དམག་དཔོན་བསྐོས་པ་དང་དེ་གཉིས་ཁོ་ཐག་རིང་དུ་དམག་འཁྲུག་བྱེད་དུ་བཏང་བ་རེད། དཱ་བིད་ཀྱིས་བྱ་བ་གང་ཞིག་བསྒྲུབས་པ་དེའི་ཚོགས་མ་ཕུན་སུམ་ཚོགས་པ་བྱུང་ཡི་གང་ཡིན་ཟེར་ན་ཡ་ཧོ་ཝཱ་དཀོན་མཆོག་ཁོང་དང་མཉམ་དུ་བཞུགས་ཡོད། དཱ་བིད་ཀྱི་ལས་རྣམས་ས་འོག་ནས་མཐོང་བ་དང་ཁོང་དཱ་བིད་ལ་སྔར་ལས་ལྷག་པར་ཞེན་ལོག་བྱས་ནས་འཁོན་འཛིན་བྱས་པ་རེད། པུ་ལེ་ཞེས་པ་དམག་མི་རྣམས་ཀྱིས་ཨིས་ར་ལི་པ་རྣམས་ལ་མུ་མཐུད་ནས་དམའ་འཐུད་བྱས་པ་རེད། དམའ་འཐུད་ག་དུས་བྱས་ན་ཟླ་བའི་རྒྱལ་ཁ་ཐོག་ཡོད་ཙང། ཟླ་བས་ཀྱི་མིག་དེ་སྐད་སྒྲ་ཅན་ཞིག་ཆགས་པ་རེད།